སྨན་སྨན་གཞུང་ནི་ག་རེ་ཞིག་ཡོད་ཟེར་ན། རླུང་དང་མཁྲིས་པ་བད་ཀན་གསུམ་ཡོད་རེད། དེ་ནད་ཐམས་ཅད་ཀྱི་གཞི་རྩ་རེད་ནད་རིགས་བཞི་བརྒྱ་རྩ་བཞི་ཀྱི་གཞི་རྩ་རེད། རེད་བ། རླུང་བད་ཀན་མཁྲིས་པ་གསུམ་དེའི་གཞི་རྩ་དེ་འདོད་ཆགས་ཞེ་སྡང་གཏི་མུག་གསུམ་དེ་རེད། རེད་བ། རླུང་ལ་ནད་སྨན་ཡོད་རེད་དེ། ཨ་ཀར་སོ་ལྔ་ཟེར་དང་ཨ་ཀར་བརྒྱད་པ་ཟེར་དེ་ཡོད་རེད། ཁྱོད་རང་ཨ་ཀར་སོ་ལྔ་དང་ཨ་ཀར་བརྒྱད་པ་གཉིས་ཀའི་ལ་མཁས་པ་ག་རེ་ཡོད་རེད།

སེམས་ཀྱི་སེམས་ཀྱི་ཞོན་རྟགས་དེ་རླུང་རེད་དེ་རེད། རླུང་ཕྲ་མོ། རླུང་དང་རྩ་གཉིས་དེ་རླུང་དང་སེམས་གཉིས་དེ་འཇུག་པ་གཅིག་ཏུ་འགྲོ་ཡོད་རེད། རླུང་གསུམ་འཇུག་པ་གཅིག་ཏུ་འགྲོ། རླུང། བར་དོའི་སྐབས་སུ་རླུང་དེ་ཨེ་ནི་སྐྱེ་བ་གླིང་དུས་གང་ལ། གཟུགས་ལུས་གྲུབ་བྱེད་ཀྱི་ཉེར་ལེན་རེད། བར་དོའི་སྐབས་སུ་སེམས་དེ་ལུས་གྲུབ་བྱེད་ཀྱི་ཉེར་ལེན་མ་རེད།

ར། ཕ། ཕ་སྲིན་པོ། ཕ། ཕ་ཁྲི་རྒན་བྱང་ཆུབ་སེམས་དཔའ་དང་མ་བྲག་སྲིན་མོ། ཁོ་གཉིས་དེ་མ་ཟུག་བྱས་ཨེ་པུའུ་དྲུག་སྐྱེས། ཁོ་གཉིས། ཁོ་གཉིས་དེ་མ་ཟུག་བྱས་རྩི་མོ་ཙཱ། ཨེ་པུའུ་དྲུག་སྐྱེས་རེད་ག་རེད། ཨེ་ཁྲག་གཅིག་པ་མེད་ན་ག་རེད། དེ་འདྲ་བའི་ལུས་རྒྱུད་དེ་དྲང་པོ་མེད་ན་ཨེ་ནས་ང་ཚོ་ཁྲག་གཅིག་པ་མ་རེད་ད། ང་རང་ཚོའི་ངོས་ནས་ཀྱི་དང་ཐོག་པོ་ཏོ་ཁྲག་གཅིག་པ་ཡིན་ཞེས་བྱས་ཀྱི་ཞུ་གོ་རེད་ཁྲག་གཅིག་པ་ཡིན་པས་ན་ང་རང་ཚོའི་ངོས་ནས་ཀྱི་ག་འདྲས་ཅིག་ལ་མཐུན་སྒྲིལ་ཟེར་གྱི་རེད་ཚིག་ནང་ནས་མཐུན་སྒྲིལ་མཐུན་སྒྲིལ་མང་པོ་ཞུ་གོ་རེད་དེ་ལས་ད་ང་རང་ཚོ་ཉུ་ཡོག་ནང་ལོག་ལ་རྙོག་དྲ་མང་པོ་ཞེ་དྲག་བྱས་ཡོད་རེད་འོ་དེའི་ཐོག་ནས་ཀྱི་ཆོས་ཐོག་ནས་ཡིན་ན་རེད་མཐུན་སྒྲིལ་ཐོག་ནས་ཡིན་ན་དེ་འདྲས་ཅིག་གི་བཀའ་སླབ་ལམ་སྟོན་གནང་རོགས་གནང་ཞུ་ཡི་ཐུགས་རྗེ།

རྟག་པ་མ་ཡིན་པ་འདུས་བྱས་དང་འདུས་མ་བྱས་གཉིས་ཡོད་རེད། འདུས་བྱས་འདུས་མ་བྱས་ཀྱི་ཆོས་དེ་ཡང་རྒྱུ་ལས་བྱུང་ཟེར་ཞིག་ཡོད་མ་གཏོགས་དེ་ཡང། འདུས་བྱས་ཀྱི་ཆོས་ཟེར་དེ། ཨ་ནི། ང་རང་ཚོ་ད་གཅིག་ཤེས་པ་ཡིན་ན། ཨ་ནི། དཔེར་ན། དཔེར་ན། ད་འདུས་བྱས་ཟེར་དེ་ཇི་ལྟར་འདི། རྒྱུ་དང་རྐྱེན་ལས་བྱུང་བའི་དངོས་པོ་ཅིག་ལ་འདུས་བྱས་ཟེར་ལབ་ཡོད་ད། ལ་འདི་ཡང་གཞུང་ཆེན་མོ་གི་ཚིག་རོ། རྒྱུ་དང་རྐྱེན་ལས་བྱུང་བས། དངོས་པོ་དེ་ལ་ནི་འདུས་བྱས། འདུས་བྱས་ཟིན་དེ་མི་རྟག་པ་རེད། སྐད་ཅིག་སྐད་ཅིག་གིས་འགྱུར་བ་འགྲོ་གི་ཡོད་རེད་ཟེར་རོ། སྐད་ཅིག་སྐད་ཅིག་གིས་འགྱུར་བ་འགྲོ་དགོས་ག་རེ་ཟེར་ན། ཁོ་རྒྱུ་དང་རྐྱེན་ལས་བྱུང་ཡིན་ཚུལ། རྐྱེན་གྱི་སྟོབས་ཀྱིས་སྐད་ཅིག་སྐད་ཅིག་གིས་འགྱུར་བ་འགྲོ་གི་ཡོད་རེད། དཔེར་ན་རླུང་གི་སྟོབས་ཀྱིས་དར་ལྕོག་དེ་སྐད་ཅིག་སྐད་ཅིག་ལ་གཡུག་པ། Unpredictably གཡུག་གི་འདུག་རླུང་རྐྱང་བའི་འདུ་ཁང་སྟེ། རླུང་དེ་གིས་རྐྱེན་བྱས་ནས་དར་ལྕོག་དེ་འགུལ་བའི་རེ་བ་དང། ཆོས་རྣམས་ཐམས་ཅད་ནི་རྒྱུ་ལས་བྱུང་ཟེར་ཏེ་འདི་དངོས་ཡོད་གནས་ཚུལ་རེད་དེ། ཆོས་རྣམས་ཐམས་ཅད་རྒྱུ་ལས་བྱུང་ཟེར་དེ་དངོས་ཡོད་གནས་ཚུལ་རེད། དཔེར་ན། ཨ་ཤོམ་ཅིག་ཡིན་ན་ཡང་ཨ་ཤོམ་དེ་རྒྱུ་ལས་ཡོང་གི་རེད་མ་གཏོགས་དེ་རིང་སེང་ཚིང་རེད་པ་དེ་ཚོ་དང་མུ་གེ་སླེབས་ཀྱི་འདུག་ཚིང་རེད་པ་དེ་ཚོ་གང་ལངས་ཞོག་རྒྱ་མཚོའི་འཁྲིས་ཀྱི་བྱེ་མ་གང་ལོག་ཨ་ཤོམ་ཟོས་ཞོག་ཟེར་ན་ཟུག་མར་ཁོང་ཚོས།

གང་ལ་མཐུན་ལམ་བྱེད་ཕ་ཞག་ནི་ཕ་མ་གཅིག་གི་པུའུ་གཉིས་ཏེ་རྒྱབ་འདྲེ་རྒྱམ་ས་ཁོད་དེ་རེད། ད་རྒྱབ་འདྲེ་མ་རྒྱག་ཁྱེད་གཉིས་སྤུན་རྒྱག་རེད་ཟེར་དུས་ཕ་མ་གཅིག་གི་པུའུ་རེད་སྤུན་རྒྱག་རེད་ཤ་ཁྲག་གཅིག་པ་རེད་ཟེར་དུས་ཀ་ར་ཧ་ལི་རྒྱུ་རེད། ཁོ་ངེད་ཀྱི་ཨའི་པད་ཁྱེར་སོང་ཟེར། འདི་ངའི་ཨའི་པད་ཡིན་ཟེར། ངའི་ཨའི་པད་ལ་ང་པད་ཀྲིག་ཀྲོག་བཏགས་དགོས་འདུག་ཟེར། ཀྲིག་ཀྲོག་བཏགས་བཅུག་གི་མི་འདུག་ཟེར། ཤ་ཁྲག་གཅིག་པ་གར་ཧ་ལི་རྒྱུ་རུ I pet is more important སི་སྐྱབས་འབྲི་རྒྱག་ཤེས་རུ་ཁོ་ཉེ་དེ་ག་ནན་ཤིན་གྱི་བུ་མི་ས་དྲུག་དེ་ཨ་ང་ཁང་པ་ཡིན་ང་ཨ་མདོ་ཡིན་ང་དབུས་གཙང་ཡིན་ང་མདོ་སྟོད་ཡིན་མདོ་སྨད་ཡིན་སེན་དེ I pet ལས་གནས་འགའ་ཕྱིར་བཟོས་ཤར་བ་ཨོ་ང་ཚོ་དེ་རྒྱ་མིན་གྱི་བོད། ས་ཨེ་འདུས་སྒང་ལ་བོད་ཡོངས་རྫོགས་ས་རེད་མ་གཏོགས་ཨ་མདོའི་ས་དབུས་གཙང་ཤག་དབུས་གཙང་ས་ཨ་མདོ་ཤག་ཡོད་མ་རེད། དེ་ཡི་ཆ་ནས་ང་ཚོས་མཐུན་ལམ་བྱེད་དགོས་ཟེར་དེ་དེ་རེད། བོད། རྒྱ་ནག་གིས་བོད་དེ་རྡོག་རྡོག་གཅིག་ཡིན་པ་མཐོང་གི་ཡོད་རེད་ང་རང་ཚོའི་བོད་པ་དེ་ཚོ། རྒྱ་ནག་བོད་བོད་དེ་ཁ་ཐོར་ནས་ཅིག་ཐོན་ཏེ་རྒྱབ་འདྲེ་རྒྱ་ཡི་གཞི་རྩ་ཐོན་གི་ཡོད་རེད། རྒྱ་ནག་ཞེ་ཐག་ཆོད་ནས་བོད་ཆོལ་ཁ་གསུམ་དེ་རྡོག་རྩ་གཅིག་བྱས་པ་ཡིན་ན་ད་རྒྱ་ནག་གི་ཨེ་ཀྲམ་བམ་ད་རྒྱལ་ཁས་ཕན་ས་མ་རེད་ཞིག་ཡོད་རེད་ཀུན་ཏུ། བྱས་ཙང། བུད་མེད་དེ་ཚོ། མཐུན་ལམ་མི་ཡོང་བའི་ཆེད་དུ་དང། རྒྱ་གར་རིན་པོ་ཆེ་དང་བུད་མེད་པ་ར་ལ་དབབ་སྒྲུག་བཏང་ཡན་དང། བུད་མེད་དང་བཙན་བྱོལ་བུད་མེད་གཞུང་ལ་དབབ་སྒྲུག་བཏང་ཡན་གྱིས་ཁོ་ཚོ་ལས་འགུལ་མང་པོ་བརྩམས་པ་རེད་བརྩམས་ཀྱི་ཡོད་རེད། ལས་འགུལ་མི་བུ་བརྩམས་དགོས་པ་དེ་རྒྱ་ནག་ལ་ཁེ་ཕན་ཡོད་པའི་ཐོག་ནས་བརྩམས་ཀྱི་ཡོད་རེད་མ་གཏོགས་བོད་ལ་ཁེ་ཕན་ཡོད་ཐོག་ནས་བརྩམས་ཀྱི་ཡོད་མ་རེད། བུད་མེད་བཙན་བྱོལ་གཞུང་དེ་ལ་བོད་པ་གི། བོད་མི་བོད་མི་རིགས་ཀྱི་ཡིད་ཆེས་བརླག་པ་ཡིན་ན། ཨེ་ནི། བོད་མི་བཙན་བྱོལ་གཞུང་འདི་ནུས་པ་མེད་པ་ཆགས་འགྲོ་ཡི་ན་ནུས་པ་མེད་པ་ཆགས་པ་ཡིན་ན་ཁེ་བཙན་ཁེ་ཕན་དེ་སུས་རག་ཡོད་ཟེར་ན་རྒྱ་ནག་ལ་རེག་འགྲོ་གི་ཡོད་རེད། དེ་ཡི་ཆེད་དུ་དེ་འདི་འདྲས་ཀྱི་ལས་དཔོན་མང་པོ་གཏམ་གྱི་ཡོད་རེད་དེ་ང་རང་ཚོ་ཟབ་ཚགས་བྱེད་དགོས་རེད་གསལ་ཡིན་ཏོ། ག་རེ་ཟེར་ན་དུས་སང་ད་ང་ཚོ་མི་ཚང་མ། ག་རེ་ཟེར་གི་རེད་ང་ཚོ་མི་སྐྱ་འདྲ་བོ་ཡིན་ན་ད་ཅིག། ཞེས་བསྒོ་ནས་ང་ར་ཀི་ཏི་དྲང་པོ་ཡི་བདེན་པ་ཡི་ཆོས་ནི་ཡང་དག་པ་ཡིན་ལ་དུ་གོལ་བ། ད་ང་ཚོ་གི་ཡང་མཛངས་དང་ལུང་དྲངས་ནས་ཇག་རིན་པོ་ཆེ་གི་དེ་འདྲ་གསུངས་ཡོད་པ་ཐ་ཟི་རེད་བསམ་པོ་ཚ་ཟི་ལ་ཅི་རེད་ཚ་ཟི་ཧ་དེར་ཁིན་ལེ་ངེ་ཏིས་ཁ་པོ་རེད་དེ་ཡིན་གྱི་མ་རེད་ས་ཕག་ཆོག་ཅིག་ལ་གསུངས་ཡོད་རེད་ཟེར་ཚིག་འགྱུ་བ་བཏང་བཞག་གོ་དུ་བ་དེ་ཡིན་དུས་དེ་འདྲ་གི་སྐྱོན་གས་ཡོད་ན་ཟེར་ཡ་ཡིན། ད་ལྟ་གཞན་གྱི་ད་གི་གར་ཟིག་རེད་ཅེས་འདིར་ཁས་མི་ལེན་ལེ། དྲང་པོ་ཅིག་བཤད་དྲང་པོ་དེ་ལ་ཡང་རྒྱུ་མཚན་ཡོད་ན་ཁས་ལེན་གྱི་རེད། དྲང་པོ་ཅིག་བཤད་རྒྱུ་མཚན་མེད་འདུག་ན་ཁས་ལེན་གྱི་གོ་དོན་ཡོད་མ་རེད། ཟམ་གདོང་རིན་པོ་ཆེ་གིས་བཙན་བྱོལ་བོད་མི་གཞུང་གི་སྒྲིག་འཛུགས་འདི་ལ་སྐད་ཆ་དྲང་པོ་ཡིན་མེད་བལྟ་དགོས་རེད། དྲང་པོ་ཡིན་ནས་ཡང་དེ་ལ་རྒྱུ་མཚན་ཡང་དག་པ་འདུག་མི་འདུག་བལྟ་ཞོག། དྲང་པོ་ཡིན་རྒྱུ་མཚན་མེད་དེ་ངན་ཡིན་ན་དག་པོ་རྒྱག་དགོས་མ་རེད། དག་པོ་རྒྱག་མི་དགོས་པ་དེ་བཙན་བྱོལ་ཟམ་གདོང་རིན་པོ་ཆེས་བཀའ་བློན་གནང་དུས་གང་ལ་ནི་སྒྲིག་གཞི་བྱེད་པར་བལྟ་རོགས། དེ་ཡིན་སོང་ཙང་ཕ་ཕྱོགས་མི་དེ་གས་སྐད་ཆ་དྲང་པོ་ཅིག་དང་མ་འོས་པ་ཅིག་བཤད་པ་ཡིན་ན་དེ་ལ་མི་དེ་ལ་རླུང་མ་བླངས་བའི་ཐོག་ནས་ཁོ་ལ་གདོང་ལེན་བྱེད་ཀྱི་ཡོད་རེད། མཐུད་པའི་ཉོན་མོངས་དྲག་ཟིག་བཞིན་ཉོན་མོངས་དང་ལྡན་མཐུད་པ་མེད། ཉོན་མོངས་དང་ལྡན་གང་ཟག་མེད་ཟེར་ལ་རེད། ཕ་ཅོག་མི་དེ་གི་སྤྱོད་པ་ངན་པ་ཤེས་པ་དང་ཁོས་སྤྱོད་པ་ངན་པ་དེ་ལ་གདོང་ལེན་བྱེད་དགོས་རེད་དེ་མི་དེ་ལ་བརྩེ་བ་བྱེད་དགོས་རེད། མི་དེ་དང་གང་ཟག་དེ་དང་གང་ཟག་དེ་ཡི action གཉིས་དབྱེ་བ་ཕྱེ་དགོས་རེད། སྤྱོད་འཇུག་ནང་ལས་དེ་ག་རང་གསུངས་ཡོད་རེད།

ཏག་ཏག་རེད་དེ་རེད། དེ་ཨ་ལོག་རྒྱུ་ཟེར་དགོས་གང་ཟེར་ཨ་རིའི་མི་དེ། སྐྱིད། ས་ཁོ་རང་སྐད་ཅིག་བཤད་དེ་དེ་བ་འདོད་ཅིང་སྡུག་བསྔལ་མི་འདོད་ཐོང་བཤད་རེད་དེ་ད། ཁོ་བཤད་སྟངས་དེ་ནོར་ཡིན་ན་ང་རང་གོ་གོ་སྟངས་དེ་ནོར་ཡིན་ན་ཚེ་གཅིག་ནི་ནོར་བཞག་ཡིན་ནི་ཡང་ཡིན་དེ་དོགས་གླེང་ཅིག་མ་བྱེད་ན་ཁོ་ཡང་སྐྱོ་སེ་ཉེ་ཡང་སྐད་ཆ་དེ་རང་ཞིག་ཡིན་ན་ཁོ་ངན་པ་ལམ་ཤོར་ཆགས་འགྲོ་རེད

སངས་རྒྱས་ཀྱིས་དེ་མ་ལགས་དེ་ཇི་ཡོད་མ་དེ་པས་མི་རུས་རེད། མི་དེ་ཡིས་ནི། སེམས་ཁམས་རིག་པའི་ཐོག་ནས་མཁས་པ་ཅིག་ཡིན་ན་ཡང་མི་དེ་ཡིས་གང་བྱས་པ་དེ་ལ་བརྟག་ཞིབ་ཡག་པོ་བྱེད་ཐུབ་རེད་བརྟག་ཞིབ། ཁོང་ཁྲོ་ལངས་སོང་ན་མི་དེ་ག་རེ་ཟེར་ན། རྣམ་དཔྱོད་དེ་གཏོར་ཤེས་ཀྱི་རེད། དབུ་མ་འཇུག་པ་ན་ཡོད་དེ་རིང་འདི། ཚུལ་དང་ཚུལ་མིན་ཤེས་པའི་རྣམ་དཔྱོད་ཁྲོ་ཆེ། ཧོ། ཤེས་པའི་རྣམ་དཔྱོད་ཁྲོ་ཆེ་ཡིན་ནི་དྲན་པ་དང་ཤེས་བཞིན་གཉིས་གཏོར། ཚུལ་གྱིས་ཚུལ་མིན་ཤེས་པའི། ལས་ཀ་ཡག་ངེས་བྱས་བྱོས་རོགས།

ཅེས་པ་བཅས་ཀྱི་ནུས་པ་དེ་བརླག་འགྲོ་གི་རེད་ཟེར། ཨེ་ནི་མདོག་སྡུག་ཆ་མཐོང་གི་རེད། སློང་རླུང་བླངས་སོང་ན། མི་དེ་མདོག་ཡག་པོ་ཆགས་ཀྱི་འདུག་མི་དེ་མདོག་མདོག་ཉེས་ཆགས་ཀྱི་འདུག། དེ་ལབ་དེ་གཅིག་ལབ་དེ་ཡ་གྱེན་ལབ་དང། ཨ། ཨ། རླུང་བླངས་སོང་ན་མི་དེ་མདོག་ཉེས་འདྲ་ཆགས་ཡོང་གི་རེད། དང་པོ་དེ་རྣམ་འགྱུར་དུ་སྐྱོ་ར་ཅན། ནམ་རྒྱུན་པའི་བུ་མོ་མཛེས་མ་ཞེའུ་ཅིག་ཡིན་ན། རླུང་བླངས་ཚར་དུས་གང་ལ་མཛེས་མ་དེ་བརླག་འགྲོ་གི་རེད། དེ། དེ་ང་རང་ཉུང་ཉུང་བཤད་ཡིན་ད།

གནམ་མཆོག་རིན་པོ་ཆེ་བོད་གཞུང་གི་དཔེ་མཛོད་ཀྱི་དབུ་འཛིན་ཁྱེད་ནས་ཕར་ཕེབས་པ་རེད་དེའི་ཆེད་ལ་ང་ཕེབས་སློབ་སྟོན་བྱས་པ་རེད་དེ་དེ་གང་ལ་དེ། University of Austria Vienna ཟེར་དེ་ལ Japanese བུ་མོ་མཛེས་མ་ཞིག་དེ་འདྲ་ཡོད་རེད། དེང་སང་ང་རང་བསམ་བཏང་ར། སྟབས་ཡག་ཤགས་ད་ལྟ་གྲྭ་བ་དེ་ཤགས་ཁྱེད་ཚང་ག་འདྲས་དེ་ཡིན་ན་མ་གཏོགས་ད་བུ་མོ་ཐུགས་དམ་བཏབ་ན་ད་ཀུན་སྤྱོད་སུ་ལར་རྒན་དེ་ས་མ་རེད་དྲན་པ་དེ་རེད་དོ་དེ་ཡང་སེམས་ཁམས་རིག་པ་སྐྱབས་དོ་སེམས་ཁམས་རིག་པའི་སྐྱག་ཤགས།